འདི་བར་དུ་ང་ཚོ་ད་ད་རང་ཤོག་གི་སློབ་ཚན་འདི་འདི་བར་དུ་འགྲོ་ཚར་བ། ད་དེ་རིང་ད་ལྟ་ང་ཚོ་ལམ་གྱི་འདོད་ཚུལ་ཟེར་དེ་ནི་མ། ལམ་གྱི་འདོད་ཚུལ་ནི་མ་འབྲི་ཤེས་རྒྱ་ཡིན། ད་ལམ་གྱི་འདོད་ཚུལ་དེ་ལ་དང་པོ་ལམ་གྱི་དམིགས་པ་ལ་ཡ་དེ་རེད། ད་ལམ་གྱི་དམིགས་པ་ལ་ན་ལམ་འདི་ག་རེ་སྒོམ་དགོས་རེད་ག་རེ་དམིགས་དགོས་རེད་ཟེར་དོན་ད་དེ་རེད། ང་ཚོ་སྒོམ་རྒྱག་དུས་ད་ངེས་དོན་ཚོགས་ལམ་སྦྱོང་ལམ་མཐོང་ལམ་སྒོམ་ལམ། རང་རྒྱལ་ཚོགས་ལམ་སྦྱོང་ལམ་མཐོང་ལམ་སྒོམ་ལམ། ཨ་ནི་ཐེག་ཆེན་ཚོགས་ལམ་སྦྱོང་ལམ་མཐོང་ལམ་སྒོམ་ཡོད་རོ། འོ་ད་དེ་ཚོ་གི་ཨ་ནི། ཁ་བསོད་དམིགས་ས་གོ་བ་ལ་མི་གོ་རེད། ཁོང་ཚོས་གི། དམིགས་ས་དེ། ག་བ་ལ་མི་གོ་རེད་ག་བ་སྒོམ་ག་རེ་ག་རེ་སྒོམ་དགོས་རེད་བས་ལབ་བ་ཡིན་ན། འོ་ད་དེ། ལམ་གྱི་དམིགས་པ་དེ་རེད་ད་ལམ་གྱི་དམིགས་པ་དེ་ལ། དམིགས་པ་འདི་ལ་བདེན་བཞི་ཁེ་བདེན་བཞི་མི་རྟག་སུ་བཅུ་དྲུག་ཟེར་དུ་དགོས་མགོ་རེད། ད་བདེན་བཞི་མི་རྟག་སུ་བཅུ་དྲུག་ལགས་ན་ག་རེད་ལགས་ན། ཨ་ནི་སྡུག་བསྔལ་བདེན་པའི་ཁྱད་ཆོས་བཞི། ཨ་ནི་ཀུན་འབྱུང་བདེན་པའི་ཁྱད་ཆོས་བཞི། འགོག་བདེན་གྱི་ཁྱད་ཆོས་བཞི། ལམ་བདེན་གྱི་ཁྱད་ཆོས་བཞི་འདི་ལ་བདེན་བཞི་མི་རྟག་སུ་བཅུ་དྲུག་ལགས། སྡུག་བསྔལ་བདེན་པའི་ཁྱད་ཆོས་བཞི་དེ་ག་རེད་མི་རྟག་སྡུག་བསྔལ་སྟོང་བ་བདག་མེད་ཟེར་འདི་བཞི་དེ་རེད། བྱས་ཙང། སྡུག་བསྔལ་བདེན་པའི་ཁྱད་ཆོས་བཞི་འདི། མི་བདག་སྡུག་བསྔལ་གཏོང་བ་བདག་མེད་དེ་ག་རེ་བྱས་ནས་སྒོམ་དགོས་རེད་ལ་ན་ང་ཚོ་མི་ཚང་མ་སྡུག་བསྔལ་ལྡན་པ་ང་རང་ཚོ་ཕུང་པོ་ལས་སྡུག་བསྔལ་ལྡན་པ་རེད་བ། ང་ཚོའི་ཕུང་པོ་དེ་སྡུག་བསྔལ་ལྡན་པ་ཡིན་པ་དེ། ཕུང་པོ་སྡུག་བསྔལ་ལྡན་པ་དེ། ཨ་ནི་ང་ཚོ་རྟག་པར་འཛིན་པའི་དབང་གིས་ང་ཚོ་ཚང་མ་ད་ང་རང་ཚོ་གཟུགས་པོ་ཕུང་པོ་དེ་ཨ་ནི་ཤི་རྒྱུ་མེད་བསམ་པའི་བསམ་བློ་དང། ངས་ང་དང་ངའི་ཕུང་པོ་གཉིས་དེ་ཁ་བྲལ་མེད་བསམ་པའི་བསམ་བློ་དང། ང་ད་བཤད་ཧ་ལམ་དུས་ཚོད་རིང་པོ་ཞིག་མ་རེད་བསམ་པའི་བསམ་བློ་བཏང། ཨོ་ང་དེ་རིང་ཞིག་མ་རེད་སང་ཉིན་ཞིག་མ་རེད་བསམ་པའི་བསམ་བློ་བཏང་ནས། ཨ་ནི་ད་ང་ཚོ་དུས་ཚོད་རིང་པོ་ཞིག་བསྡད་ཡ་ལ་བསམ་བློ་བཏང་ཨ་ནི་དེའི་དབང་གིས་ཨ་ནི་དཔེ་ཤག་ཟ་ཡ་རྒྱུ་ནོར་ལོངས་སྤྱོད་ཟ་ཡ། ཨོ་དེ་འདྲའི་གི་དབང་གིས་ཨ་ནི། ཅིག་ཅིག་དཔེ་ཤག་ལྟོ་གོས་གཏམ་གསུམ་དོན་དུ་ཉེ་ཡ་གི་ཆེད་དུ་ལ་ཨ་ནི། འདོད་ཆགས།

མི་རྟག་པ་ནི་ཡེ་ཟོན་ནོ། བ་ཨ་ནི། བདེན་པ་བཞི་ལ་ཞི་བཞི་འདུ་བྱེད་བསྒོམ་བྱེད་མི་རྟག་སོ་བཅུ་དྲུག་བསྒོམ་དགོས། ད་འདིའི་ནང་ནས་གཙོ་བོ་གལ་ཆེ་ཤོས་འདི་ག་རེད་ལགས་ན་སྡུག་བསྔལ་འཐིམ་པའི་ཁྱད་ཆོས་བཞི་ཡི་ནང་ནས་ཨ་ནི་བདག་མེད་ཟེར་ཡ་དེ་གོ་མེད་དེ་ཞུགས་ཁེ་ཆེན་མོ་རེད། ད་བདག་མེད་འདི་ལ་ཨ་ནི། མདོ་སྡེ་པ་དང། མདོ་སྡེ་པ་གིས་ད་བདག་མེད་འདི་ལ་ཕྲ་མོ་དང་རགས་པ་གཉིས་ཆེའོ། ད་རགས་པ་དེ་འདི་ཡིན་པའང་ང་ཚོ་རྣམས་ཀྱིས་རྟག་ཅིང་རང་དབང་ཅན་གྱི་སྟོང་པའི་བདག་ཟེར། དེ་འདྲའི་བཅོས་མ་གང་ཟག་རྟག་པ་བ་ཆེ། དེ་ནས་གཅིག་པུ་བ་ཆེ། དེ་ནས་རང་དབང་བ་ཟེར་ཡང་ཅི། དེ་འདྲའི་གི་བདག་ཅི་ཡོད་མ་རེད་ཕྱི་རུ་བའི་མདོའི་དེའི་བདག་དེ་ཡོད་མ་རེད་ཟེར་ཏེ། ནང་པ་ཚང་མ་གི་མདོའི་གི་ཡོད་པ་ཡིན་ཙང་མདོ་སྡེ་པ་གི་དེ་བདག་མེད་རགས་པ་ལ་ཤ་ད་བདག་མེད་ཕྲ་མོ་ལ་ན་ག་རེ། རང་རྐྱ་ཐུབ་པའི་རྫས་ཡོད་གི་འགྲོ་མི་གཏོང་བ་ལ་རེད། རང་རྐྱ་ཐུབ་པའི་རྫས་ཡོད་གི་འགྲོ་མི་གཏོང་བ་ལ་ཡི་བདག་མེད་ཕྲ་མོ་དེ་ལ་ཤ་དེ་བདག་མེད་ཕྲ་མོ་དེ་ངས་དེ་ཨེ་རོགས་ཞུས་དེ་ད་གྱ་ངས་དེ་ལ་ལྟ་གི་ལྟ་གི་བྱས་ཨེ་རོགས་དེ་བདག་མེད་ཕྲ་མོ་དེ། ཟེར་ཙང་བདག་མེད་ཕྲ་མོ་ལ་ཡི་དེ་ག་ནས་ག་འདྲའི་བཅོས་མ་རེད་ལ་ན།

བདག་ཟེར་དེ་གང་ལ་མ་བསྟུན་པའི་དེ་འདྲ་ཅིག་བདག་ཅིག་ཡོད་མ་རེད། གང་ལ་མ་བསྟུན་པ་ལ་དེ་རང་གི་ཆ་ཤས་བདག་དེ་འདྲའི་གང་ལ་ཡང་བསྟུན་པ་མེད་པའི་བདག་ཅིག་ཡོད་རེ་བས་ལ་ན་དེ་འདྲ་ཅིག་རྩ་བ་ཉིད་ནས་ཡོད་མ་རེད་ལ། བྱེད་རྩ་རང་རྐྱ་འཐུས་པའི་མཛོད་དུ་སྒྲུབ་པའི་བདག་ཅིག་ཡོད་མ་རེད་རང་རྐྱ་འཐུས་པའི་མཛོད་ཀྱིས་སྟོང་པའི་བདག། འོ་རང་རྐྱ་འཐུས་པའི་མཛོད་དུ་སྒྲུབ་པའི་བདག་དེ

ཁོ་ལ་གང་ཟག་དེ་ལ་ཆ་ཤས་ཡོད་མ་རེད་ཟེར་བསམ་བཏང་གི་ཡོད་རེད། ཨཱ་རང་དབང་བ་ཟེར་དེ་རྒྱུ་དང་རྐྱེན་ལ་བརྟེན་ནས་སྐྱེས་སྐྱེས་ཀྱི་མ་རེད། བདག་དེ་འདྲའི་རྒྱུ་དང་རྐྱེན་ལ་བརྟེན་ནས་མ་སྐྱེས་པའི་བདག། ད་ནི་སྐྱེ་འཆི་སྐྱེ་འཆི་ལ་འགྱུར་བ་འགྲོ་རྒྱུ་མེད་མེད་རྟག་པའི་བདག། ཨཱ་ནི་ཆ་ཤས་ཆ་ཤས་ཕྱེད་རྒྱུ་མེད་མཁན་གྱི་ཨཱ་ནི་ག་ལ་བ་རེད།

ད་ཡིན་ཙང་ད་དེ་འདྲ་ཡིན་ཙང་ད་སྤང་དགོས་ཡ་དེ་བདག་འཛིན་ད་ལྟ་འདིའི་ལྡོག་ཕྱོགས་དང་བདག་མེད་ཕྲ་མོ་དེ་གི་ལྡོག་ཕྱོགས་དེ་ལ་བདག་འཛིན་ཕྲ་མོ་དེ་སྤང་དགོས་བ་རེད། བདག་མེད་རགས་པ་དེ་གི་ལྡོག་ཕྱོགས་དེ་ལ་བདག་འཛིན་རགས་པ་དེ་སྤང་དགོས་བ་རེད། འོ་དེ་སྤང་ཡ་དེ་ལ་ད་གཉིས་བྱས་ནམ་རྒྱུན་ཉོན་མོངས་བྱེད་དང་ཉོན་མོངས་བྱེད་མ་ཡིན་པ་དེ་བྱེ་བྲག་སྨྲ་བའི་ལབ་སྟངས་དང་གཅིག་པ་གཅིག་རྐྱང་རེད་བ། བྱེ་བྲག་སྨྲ་བའི་ད་ག་རང་ལབ་ཀྱི་ཡོད་བ་ཉོན་མོངས་བྱེད་དང་ཉོན་མོངས་བྱེད་མ་ཡིན་པ། ད་ཉོན་མོངས་བྱེད་དེ་ག་རེད་ལབ་ན་ཨ་ནེ་འདིར་ད་ཉོན་མོངས་ཅན་མི་བདེ་ཉོན་མོངས་ཅན་འདི་ཨ་ནེ་གང་ཟག་གི་བདག་འཛིན་དང་ད་གང་ཟག་གི་བདག་འཛིན་དེ་ལ་གཉིས་ཆེན་པ་བདག་འཛིན་རགས་པ་དང་བདག་འཛིན་ཕྲ་མོ་ད་གི་གོང་ལ་བལྟས་ཞག་བརྗོད་འདི་གཉིས་ལྡོག་ཕྱོགས་འདི་ར་དེ་བདག་མེད་ཕྲ་མོ་དེ་ལྡོག་ཕྱོགས་འདི་བདག་མེད་ཕྲ་མོ་དེ་ག་རེ་རང་རྒྱལ་དུལ་བའི་རྫས་ཡོད་ཀྱི་སྟོང་པའི་བདག་རེད་བ། ཨཱ་འདིའི་ལྡོག་ཕྱོགས་བདག་འཛིན་རགས་པ་དེ་རང་རྒྱལ་དུལ་བའི་རྫས་ཡོད་དུ་གྲུབ་པར་འཛིན་པའི་བདག་དེ་ཆགས་ཡོད་རེད་བ། འོ་དེ་བདག་འཛིན་ཕྲ་མོ་བཅས་བདག་མེད་རགས་པ་དེ་ག་རེ། རྟག་ཅིང་རང་དབང་ཅན་གྱི་སྟོང་པའི་བདག་དེ་ད་མེད་རགས་པ་འདིར་བ། ད་དེའི་ལྡོག་ཆོས་ལྟ་ཅི་རང་བ་ཅན་གྱི་འཁྲུལ་པའི་བདག་ཅིག་ཡོད་རེད་བསམ་པ་དེ་བདག་འཛིན་རགས་པ་འདིར་འོ། ད་འདིར་བྱས་ཙང་ཉོན་མོངས་ཅན་ཡོད་དེ། གང་ཟག་གི་བདག་འཛིན་དང་སའི་བདག་འཛིན་འདི་ལ་གཉིས་བསྐྱེད། བདག་འཛིན་དེའི་དབང་གིས་ཨ་ནི་ཅིག་འདོད་ཆགས་དང་ཞེ་སྡང་ལ་སོགས་པ་སྐྱེ་བ་འདི་གས་དེ། ཨ་ནི། ཚང་མ་གར་ཆགས་རེད་ལ་ནི་ཉོན་མོངས་སའི་དེ། ཉོན་མོངས་ཟད་བྱ་སྒྲོ་གུ་རེས་ད་འདི་བྱས། ད་ཉོན་མོངས་ཅན་མ་ཡིན་པ་འདི་ད་ཉོན་མོངས་འདུ་ཚོད་ཚང་མ་ཁ་རས་དགྲ་བཅོམ་པ་སྤང་གོ་རང་རྒྱལ་དགྲ་བཅོམ་པ་སྤང་གོ་རེ་ཉན་ཐོས་དགྲ་བཅོམ་པ་སྤང་གོ་ཨེ་ནས་བྱང་སེམས་འདུ་ཚོད་ཁ་རས་ཐེག་པ་ཆེན་པོ་ཆགས་འགྲོ་གོ་ར་ཁོང་ཚོ་ཨ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་འགྲོ་གི་ཡོད་ས་ཁོང་ཚོ་གི་ཉོན་མོངས་ཙམ་མ་ཡིན་པ་ཉོན་མོངས་ཅན་མ་ཡིན་པ་ཟད་སྤང་འགྲོ་ཉོན་མོངས་ཅན་མ་ཡིན་པ་འདི་ལ་ང་ཚོ་ཁ་ཟས་སྙན་མ་ཤེས་ནས་མི་ཤེས་པའི་རྒྱུ་ཞིག་ཟས་ཤེས་པ། ད་མི་ཤེས་པའི་རྒྱུ་ཞིག་དེ་ཁ་རས་ལ་འདི་ཡིན་པ་ཟབ་ཅིང་ཐར་བའི་མི་ཤེས་པ། ཟབ་ཅིང་ཕྲ་བའི་མི་ཤེས་པ་ག་ལ་ཉེ་དུའི་དགྲ་བཅོམ་པ་དེ་ཚོས་ཁོ་བ་ནས་ཐར་ཚར་རེད་སྡུག་བསྔལ་ཐམས་ཅད་སྤངས་ཚར་རེད་དེ། ཡིན་ན་ཡང་ཉེ་དུའི་དགྲ་བཅོམ་པའི་རྒྱུད་ལ་ཡང་ཨ་ནེ་ག་རེ་སངས་རྒྱས་འཕགས་པའི་རྒྱུད་ཀྱི་ཡོན་ཏན་འདི་དང་འདི་རེད་སེམས་རེ་རེ་ཅིག་ངོས་འཛིན་ཐུབ་ཀི་མ་སངས་རྒྱས་འཕགས་པ་ལ་ཡང་སངས་རྒྱས་ལ་ཡང་ཡོན་ཏན་བལ་ཧ་ལས་མང་པོ་ཡོད་པ་ཡིན་ས

ད་ང་ན་ཤི། དུས་བཀག་ཡོད་མི་ཤི་བར་ཟད་དེ་དགྲ་བཅོམ་པ་ཤཱ་རིའི་བུ་ཟེར་ཤཱ་རིའི་བུ་འི་ཁྱིམ་བདག་དཔེ་གིའི་རྒྱུད་ལ་ཡ། ཨ་ནི་རྒྱལ་ཚབ་དེ་དུས་ཚོད་རིང་པོ་ཅིག་སྔོན་ལ་བསགས་ཡོད་པ་དེ་སངས་རྒྱས་ཀྱི་མ་གཏོགས་ཨ་ནི། དགྲ། ཤཱ་རིའི་བུ་གིས་མ་མཁྱེན་པ་རེད་ཞེས་གསུངས་ཡོད་ད་འདི་ཆད། དེ་ནས་དབྱེ་བ་མཐའ་ཡས་པའི་མི་ཤི་བར་ཟད་དབྱེ་བ་མཐའ་ཡས་པའི་མི་ཤི་བར་ལ་འདི་བསམ་པ་ལ་གར་སིག་བར་ལ་ན་སངས་རྒྱས། ཤེས་བྱ་རྣམ་དག་མཐའ་ཡས་པ། ད་ཤེས་བྱ་བྱིས་གྲུབ་ཡོད་པ་ཚང་མ་དོན་གཅིག་རོ། ད་ཤེས་བྱ་ཟེར་ཡ་དེ་དཔེ་མང་པོ་རོ། དངོས་པོ་ཟེར་ཡ་དེ་དཔེ་མང་པོ་རོ་གྲངས་ཀ་གྲངས་ཀ་རེ་རེ་ནས་ཤེས་ཡ་ག་ལ་ཁག་པོ་ཡོད་ས་དབྱེ་བ་མཐའ་ཡས་པའི་དབང་གིས་མ་ཤེས་པ་ཆགས་འགྲོ་རེད་ཟེར་འོ་ད་འདི་རེད། བྱས་ཙང་ད་བྱེ་བྲག་སྨྲ་བ་དང་དེ་དང་བྱེ་སྨྲ་དང་མདོ་སྡེ་པ་གཉིས་ཀས་ཆོས་ཀྱི་བདག་འཛིན་དང་ཤེས་སྒྲིབ་ཁས་མི་ལེན་ནོ། བྱས་ཙང་བྱེ་སྨྲ་ཟེར་ཡ་དེ་བྱེ་བྲག་སྨྲ་བ་བྱེད་མདོ་སྡེ་པ་བྱེད། ཁོ་གཉིས་ཀ་གིས་ཉོན་མོངས་ཅན་དང་ཉོན་མོངས་ཅན་མ་ཡིན་པ་ཟེར་གྱིར་མ་གཏོགས་ཉོས་སྒྲིབ་དང་བཤུས་སྒྲིབ་ཟེར་ཡའི་མིང་དེ་བཏགས་མ་རེད་ག་ཡིན་ལ་ད། བདག་མེད་དེ་ལ་གང་ཟག་གི་བདག་མེད་མ་གཏོགས་ཆོས་ཀྱི་བདག་མེད་ཟེར་ཡ་དེ་ཁས་ལེན་ངོ། ད་སེམས་ཙམ་པ་དེ་ཚོ་གིས་གང་ཟག་གི་བདག་མེད་གང་ལ་ཆོས་ཀྱི་བདག་མེད་ཟེར་ཡ་ཞེས་ཁས་ལེན་གྱི་ཡོད་བ་ཅག་ཉོན་མོངས་ཅན་ཟེར་དང་ཉོན་མོངས་ཅན་མ་ཡིན་པ་ལབ་ཡོད་མ་རེད་ཉོས་སྒྲིབ་དང་བཤུས་སྒྲིབ་ཟེར་ཡའི་མིང། ལྟ་བུ། ཇི་ལྟར་བྱེ་བྲག་སྨྲ་བ་དང་མདོ་སྡེ་པ་གཉིས་ཀྱིས་གང་ཟག་གི་བདག་འཛིན་དེ་ལ་རགས་པ་དང་ཕྲ་མོ་ཟད་སྐད་ཤེས་དགོས་པ་མ་ཆོས་ཀྱི་བདག་མེད་ཟད་ཡ་དེ་སྐད་ཅེས་དེ་ཤེས་ཀྱི་མེད་པ་ཡིན་ཙང་ཨ་ནི་ཁོ་ཚོ་ཡིད་ལ་ཡང་མྱུར་འགྲིབ་དང་ཤུལ་འགྲིབ་ཟད་ཡའི་མིང་དེ་བཏགས་ཡོད་པ་ལྟར་ཉོན་མོངས་ཅན་ལ་མྱུར་འགྲིབ་ཟད་ཡའི་མིང་བཏགས་ཡོད་ན་ཉོན་མོངས་ཅན་མ་ཡིན་པ་ཟད་ཤུལ་འགྲིབ་ཟད་ཡ་དེ་ཁས་ལེན་ངོ་མ་རེད་ཟེར་འོ་ད་དེ་འདྲའི་འདྲ་པོ་ཅི་རེད།

ད་དམིགས་བསལ་གྱི་མཐོང་ལམ་འདི་སླད་དུ་བསམ་པ་ལ་འཕགས་པ་ཆགས་འགྲོ་བར་བ་རྣམས་རྒྱུ། སྟོང་པ་ཉིད་མངོན་སུམ་དུ་མཐོང་བའི་ཆ་བོར་བ། བདག་མེད་ད་ག་ད། སྟོང་པ་ཉིད་ཟད་དེ། བྱེ་བྲག་སྨྲ་བ་མདོ་སྡེ་པའི་ལག་ལུང་མ་རེད་ཡིན་ན་ཡང་བདག་མེད་ཟད་དེ་མངོན་སུམ་དུ་མཐོང་ཡ་འདི་བྱེ་བྲག་སྨྲ་བ་དང་མདོ་སྡེ་པ་གཉིས་ཀར་གྱི་མཐོང་ལམ་ནས་མཐོང་གི་རེད། ད་མཐོང་ལམ་ཁོ་རང་ལ་དབྱེ་བ་འདྲ་བོ་བྱས་ན་ཤེས་པ་འགལ་དང་བཟོད་པ་འགལ་ཟེར་ཡ་བ་ཆེ་བ་དེའི་བར་ཆད་རྨི་ལམ་བརྒྱད་དང་རྣམ་གྲོལ་ལམ་བརྒྱད་ཟེར་ནམ་ཡོད། ལྟ་ག་ན་མཐོང་ལམ་ཁོ་རང་ལ་ཡང་ནང་ཚན་བར་ཤེས་པ་བརྒྱད་དང་བཟོད་པ་བརྒྱད་ཟེར་དབྱེ་བ་ཕྱེ་རན་ཡོད་རེད་ལྟ་འདི་ཤེས་པ་བརྒྱད་དང་བཟོད་པ་བརྒྱད་རེ་རེ་ང་འདྲེན་རྐྱང་མེད་འདི་རྒྱབ་ན་ཡང་ཁྱེད་རང་ཚོ་འགོ་ཡོད་ཚོད་མ་རེད། ལྟ་འདིའི་འོག་གི་འདི་གནད་འགག་ཚ་བོ་ཞིག་རེད་འདི། མདོ་སྡེ་པ་ཁོ་རང་ཚོ་མ་གཏོགས་སུ་གཅིག་གིས་ཁས་ལེན་ངོ་མ་རེད། མཐོང་ལམ་བར་ཆད་རྨི་ལམ་དང་ཤེས་པ་བརྒྱད་ཀྱི་ནང་དང་པོ་བརྗོད་ན་མཐོང་ལམ་བར་ཆད་རྨི་ལམ་འདི་གིས་ཨ་ནི། གང་ཟག་གི་བདག་མེད་མངོན་སུམ་དུ་མཐོང་ཁུར་བས་ལ་ནི་མཐོང་ཁུར་རེད་མངོན་སུམ་དུ་མཐོང་ཡ་དེ་མཐོང་ལམ་ན་མ་མཐོང་གོང་མར་བ། ཅེས་སམ་བར་ཆད་མེད་ལམ་འདི་གིས། གང་ཟག་གི་བདག་མེད་མངོན་སུམ་དུ་མཐོང་ཁུར་དེ་མངོན་སུམ་དུ་མཐོང་ཡ་དེ་གང་འདྲ་མཐོང་ཁུར་རེད་ལ་ན། ཨ་ལས་དང་པོ། གང་ཟག་གི་བདག་དེ་དངོས་སུ་མཐོང་ནས། བདག་ཟེར་ཡ་དེ་བདག་གི་དབྱེན་པའི་འདུ་ཤེས་ཟེར་ཡ་དེ་དངོས་སུ་མཐོང་ནས།

མཐོང་ལམ་བར་ཆད་མེད་ལམ་གྱིས། གང་ཟག་གི་བདག་གིས་དབྱེན་པའི་འདུ་ཤེས་དངོས་སུ་གཞལ་བའི་ཤུགས་ལ་དངོས་སུ་དངོས་སུ་གཉིས་ཁྲིད་བྱ་དངོས་སུ་གཉིས་ཡོད་མ་དངོས་སུ་གཅིག་བྱེད། དངོས་སུ་གཞལ་བ་ལ་ན་དངོས་སུ་མཐོང་བ། དངོས་སུ་མཐོང་ནས་དེའི་ཤུགས་དེ་ལ་དེའི་རྗེས་དེ་ལ་གམ་མཐོང་བ་ལ་ན་བདག་མེད་ཕྲ་མོ་ནི་མངོན་སུམ་དུ་མཐོང་གོ་བ་རེད། དེ་ནི་མཐོང་སྣང་དེ་ཤུགས་ལ་མཐོང་གོ་བ་རེད། མཐོང་སྣང་གང་གིས་མཐོང་བ་དང་གང་ཟག་གི་བདག་གིས་དབྱེན་པའི་འདུ་ཤེས་དེ་དངོས་སུ་མཐོང།

ཡག་པོ་ཚང་མས་མཐོང་ཐུག་ཉན་ཐུག་འདི་ན་ནི་ང་ལ་འདི WhatsApp ནང་ལ་ལན་བཞག་རོགས་གནང་ཨ་ནི་རྗེས་མ་ཨ་ནི་ངས་ད་ག་རང་ཁོ་མོ་ཐུག་ནས་བཟོས་ནས་ཨ་ནི་ང་བཏང་ཡོང་གི་ཡིན་ཞུ་ཡ་ཡིན་འོ་ད་འདི་འདྲ་ཡིན་ལགས་སོ་དེ་ཅན་ན།